བློ་གཏོར་ལུགས་ཀྱི་ཐེག་པའི་རིམ་པ་ཐ་མ་དེ་ནི། བླ་མེད་ཀྱི་ཐེག་པའམ། ཡོངས་གྲགས་སུ་རྫོགས་པ་ཆེན་པོ། ཟེར་བ་དེ་རྫོགས་ཆེན་གྱི་ཐེག་པ་དེ་རེད། རྫོགས་ཆེན་གྱི་ཐེག་པ་དེ་དག། ཐེག་པ་རིམ་པ་དགུ་ཡི་ད་ཡང་རྩིས་འདྲ་བོ་ཅིག་སླེབས་དེ་རེད་ད་རྫོགས་ཆེན་དེ་ད་གོང་དུ་གོང་གི་ཐེག་པ་དེ་ཚོ་ཡིན་ན་ནང་ལ་ནི་སྤང་ལམ་དང་དེ་ནས་སྔགས་ཀྱི་ཐེག་པ་དེ་ཚོ་ལ་སྒྱུར་ལམ་ནི་ད་ལྟ་རྫོགས་ཆེན་གྱི་ཐེག་པ་དེ་ལ་གྲོལ་ལམ་ཟེར་ནས་ད་གཙོ་བོ་འདི་གི་ད་རྫོགས་ཆེན་ཉམས་སུ་ལེན་པའི་ད་ཁྱད་པར་འགྲོ་བ་དེ་གཙོ་བོ་ཉམས་སུ་ལེན་སྟངས་འགྲོ་བ་ད་དེ་འདྲ་གཙོ་བོ་གལ་ཆེ་ཤོས་དེ་ག་རེ་རེད་ཟེར་ན། སེམས་མ་བཅོས་པའི་སྒོ་ནས་གནས་རྒྱུ་དང་ཨ་ནི་གནས་ལུགས་ད་ཐིག་ལེ་ཉག་གཅིག་སྒོ་ནས་གནས་རྒྱུ་དང་ད་རང་སེམས། ད་རང་སེམས་ཡེ་ནས་སངས་རྒྱས་ཀྱི་ངོ་བོ་ཡིན་པ་ངོ་འཕྲོད་རྒྱུ་ད་རང་ངོ་འཕྲོད་ནས་ད་ད་ད་གཙོ་བོ་འདི་ཉམས་ལེན་སྟངས་དེ་ལ་ད་གཙོ་ད་རྫོགས་ཆེན་འདི་གི་ཉམས་ལེན་སྟངས་དེ་ལ་ཡིན་ནས་གཙོ་བོ་འགྲོ་བ་ཅིག་ད་དང་པོ་སྔོན་འགྲོ་དང་ནི་དངོས་གཞི་དང་ནི་རྗེས་འཇུག་གསུམ་ཡོད་པ་ནང་བཞིན་ད་རྒྱུད་མ་སྨིན་པ་སྨིན་པར་བྱེད་པ་སྔོན་འགྲོ་གི་ཉམས་ལེན་དང། དེ་འདྲའི་ཐོག་ནས་དེ་ནས་དངོས་གཞི་དང་དེ་ནས་སྨིན་པ་དྲོ་བར་བྱེད་པ་དང་དྲོ་བ་མཐར་ཕྱིན་པ་དེ་འདྲའི་ཉམས་ལེན་རབ་དང་རིམ་པ་ཡོད་རེད་ལ། ནི་དེ་ག་ནང་བཞིན་གྱི་ཐད་གང་སེམས་ངོ་སྤྲད་ཡ་དང་སེམས་བཙལ་ཡ་དང། ནི་དེ་ག་ནང་བཞིན་གྱི། ནི། ཚེ་འཇིག་ཨ་བདེ་ལ་བརྟེན་ནས་ནི། ད། སེམས་ངོ་འཕྲོད་ཡ་འདྲ་བོ་དང་ནི་གནས་ལུགས་རྟོགས་པ་འདྲ་བོ་དང་དེ་ག་ནང་བཞིན་ད། ཁྲེགས་ཆོད་རེད་ཐོད་གར་རེད་འདི་འདྲའི་ཨ་ནི། ཉམས་ལེན་གྱི་སྣ་ཁ་མང་པོ་བརྗོད་རེད་གང་ལྟར་གཙོ་བོ་དེ། ཉམས་ལེན་དེ་ནི་གཙོ་བོ་གལ་ཆེ་ཤོས་དེ་ད། རང་ངོ་འཕྲོད་ཡ་ཅིག་ཡིན་པ་དང་དེའི་ནང་ནས་ཨ་ནི། རྫོགས་པ་ཆེན་པོ་ཟེར་དུས་ག་ལ་ད། གཞི་ལམ་འབྲས་བུ་དང་ད། གཞི་དང་ལམ་དང་འབྲས་བུ་ཚང་མ་ད། ཡེ་ནས་རང་སེམས་སུ་རྫོགས་པ། རྫོགས་པ་དེ་མངོན་དུ་གྱུར་པར་བྱེད་པ། དེ་འདྲའི་ཐབས་ལམ་ཅིག་རེད། དེ་འདྲའི་མངོན་གྱུར་བྱེད་ནུས་པ་དང་དེ་འདྲའི་ཉམས་ལེན་མཐར་ཕྱིན་པ། དེ་ལ་བརྟེན་ནས་དེ་ནས་མཐར་ཐུག་གི་འབྲས་བུ་དེ་བོན་སྐུའི་ངོ་བརྒྱུད་རྒྱུ་དང། ད། ད་སྡུག་ད། འཇའ་ལུས་ཀྱི་ཕུང་པོར་དེང་རྒྱུ་དང་དེ་འདྲའི་ལ་སོགས་མང་པོ་བརྗོད་རེད་ནི་འདི་ད། ལྷོ་གཏེར་ལུགས་ཀྱི་ཐེག་པ་ད་རིམ་པ་དགུ་པ་དེ་ད་བླ་མེད་རྫོགས་ཆེན་གྱི་ཐེག་པའི་སྐོར་ཡིན་ནི། སྤྱིར་བཏང། ཐེག་པ་རིམ་པ་དགུ་དེ་དང་པོ། གཙོ་བོ་འགོ་བཙུགས་དུས་ནས་ཕྱི་ཡི་སྣང་བ་རྣམ་རྟོག་དང་རྐྱེན་བར་ཆད་དང་དེ་ནས་བར་དག་ནི་ནི་རང་གི་སེམས་ཀྱི་ཉམས་སྣང་གི་ལྷ་དང་རང་གི་དེ་བར་དག་དང་ནི་ཐ་མ་སེམས་རྟོག་རང་གི་ཉམས་ལེན་ལ་འཇུག་པར་བྱེད་པ་ཐ་མ་དེ་སེམས་རང་གི་གནས་ལུགས་རང་གི་གང་ནས་ངོ་སྤྲོད་རྒྱུ་གི་དེ་འདྲའི་རིམ་པ་རོ་གཅིག་ཡོད་རེད་ད་འདི་དེ་ཙམ་ཡིན་པ་དང་ལྷག་པར་དུ་ཐེག་པ་རིམ་པ་དགུ་དང་གི་གོང་དུ་ཞུས་པ་ནང་བཞིན་ཨ་ནི་ལྷོ་གཏེར་དང། དབུས་གཏེར་བྱང་གཏེར་གསུམ་ཡོད་པ་ནང་ནས་ད་ལྟ་ལྷོ་གཏེར་དེ་ལ་ཕྱྭ་སྣང་འཁྲུལ་སྲིད་དགེ་སྤྲང་ཨ་ཡི་བླ། ཕྱྭ་གཤེན་སྣང་གཤེན་སྲིད་གཤེན། འཁྲུལ་གཤེན་སྲིད་གཤེན། དགེ་བསྙེན་དྲང་སྲོང་ཨ་དཀར། ཡེ་གཤེན་བླ་མེད་ཀྱི་ཐེག་པ་སྟེ་ལྷོ་གཏེར་ལུགས་ཀྱི་ཐེག་པ། ལྷོ་གཏེར་ལུགས་ཀྱི་ཐེག་པ་ཟེར་དགོས་དེ་ཡང་གཙོ་བོ་གཏེར་རྙེད་སའི་ལྷོ་ཕྱོགས་ད་དབུས་གཙང་རུ་བཞིའི་ལྷོ་ཕྱོགས་ནས་ཡིན་པ་དང་དེ་འདྲའི་མིང་ཐོགས་པ་དང་ཨ་ནི་གཉིས་པ། དབུས་སྡེ་ལུགས་ཀྱི་ཐེག་པ་དེ་ནི། ལྷ་མི་གཞན་ལྡན་པ། རང་རྟོགས་ཤེས་རབ་པ། ཐུགས་རྗེ་སེམས་དཔའ་བ། གཡུང་དྲུང་སེམས་དཔའ་བ། བྱ་བ་གཙང་སྤྱོད་ཡེ་དཔོན་གྱི་ཐེག་པ། རྣམ་པ་ཀུན་ཏུ་མངོན་ཤེས་ཀྱི་ཐེག་པ། དངོས་བརྒྱད་ཐུགས་རྗེ་རུས་པའི་ཐེག་པ། ཤིན་ཏུ་འདུལ་ཀུན་རྫོབ་ཀྱི་ཐེག་པ། ཡེ་ནས་རྫོགས་ཆེན་ཡང་རྩེ་བླ་མེད་ཀྱི་ཐེག་པ། འདི། གཙོ་བོ། དབུས། བསམ་ཡས་ནས་གཏེར་རྙེད་པའི་ཆ་ནི། དབུས་གཏེར་ལུགས་ཀྱི་ཐེག་པ། གསུམ་པ་སྟེ། བྱང་གཏེར་ལུགས་ཀྱི་ཐེག་པ་ཟེར་ནས། ད་གཙོ་བོ། གཏེར་རྙེད་ས་དེ་བྱང་ཕྱོགས་ཡིན་པའི་དབུས་ས་རེད་ཅེས་བྱང་ཕྱོགས་ཡིན་པའི་ཆ་ནི། ད་མིང་འདི་འདྲས་ཐོགས་དེ་རེད་དེ། བྱང་གཏེར་ལུགས་ཀྱི་ཐེག་པ་རིམ་པ་དགུ་དེ་ག་རེ་རེད་ཟེར་ན། སྣང་ལྡན་རང་ལྡན་གཞན་ལྡན། མཐོ་མཐོ་སྤྱི་མཐོ་ཡ་མཐོ། ལྷ་རྩེ་སྣང་རྩེ་ཡ་རྩེ། ཟེར་ནས་འདི་འདྲའི་དགུ་ཡོད་རེད་ཨ་ནི་དེ་དགུ་པོ་དེ་གཙོ་བོ་ད་གཙོ་བོ་གཏེར་ལ་འབབ་སྟངས་འདྲ་བོ་དེ་དགོངས་པ་གཙོ་བོ་བྱས་ནས་གཏེར་ལ་ཕབ་བཞག་དོན་དུས་གང་ལ་ནམ་རྒྱུན་འདི་ཉམས་ལེན་མཁན་ན་གཙོ་བོ་ད་བྲག་ཕུག་ནང་ལ་རི་ཁྲོད་པ་སྒོམ་རྒྱག་མཁན་འདི་ཚོ་གི་ཉམས་ལེན་གཙོ་བོར་བྱས་ཀྱི་ཐེག་པ་རིམ་པ་དགུ་ཞིག་རེད་ཨ་ནི་ད་ལྟ་དབུས་བསྟོད་ལུགས་ཀྱི་ཐེག་པ་རིམ་པ་དགུ་ནི་ལྟ་བ་གཙོ་བོ་གཏན་ལ་ཕབ་ནས་བསྲུང་བཞག་པ་བྱས་འདུག་ག་ལ་འཆི་ཉེན་གྱི་ཆེད་དུ་གཙོ་བོ་ལྟ་བ་འོག་མ་ལ་གོ་མ་འཕགས་ཚུལ་ག་འདྲས་ཡིན་པ་དང་དེ་འདྲས་གཏན་ལ་ཕབ་བཞག་པའི་གེགས་ཐེག་པ་རིམ་པ་དགུ་ཞིག་རེད། ལྷོ་སྡེར་ལུགས་ཀྱི་ཐེག་པ་རིམ་པ་དགུ་སྟེ་སྤྱོད་པ་གཙོ་བོ་གཏན་ལ་ཕབ་བཞག་པའི་གེགས་ཐེག་པ་རིམ་པ་དགུ་ཡིན་པའི་རྒྱུ་མཚན་གྱིས་སྤྱི་ཚོགས་ནང་གི་འཇིག་རྟེན་ཁྱིམ་པ་ནི་འདི་ནས་ཡར་བོན་ལ་ཡར་སྤྱོད་ཚུལ་སྤྱོད་པ་དང་དེ་འདྲའི་འགྱུར་བ་བཏང་ནས་ཨ་ནི་ཐ་མ་ངོ་ནས་སེམས་རྟོགས་ནས་རང་ངོ་འཕྲད་ཡོད་པའི་དེ་འདྲའི་གི་ད་མངོན་རྒྱུ་བྱས་ཡོད་རྒྱུ་གི་ཐེག་པ་ཅིག་ཐེག་པའི་རིམ་པ་ཅིག་ཡིན་པའི་ཆ་ནས་ཨ་ནི་ད་སྤྱོད་པ་གཙོ་བོ་བསྟན་པ་ཞིག་རེད་ཨ་ནི་དེ་ཙམ་མ་ཡིན་པ་འདི་ཚོ་ཐེག་པ་རིམ་པ་དགུ་མི་འདྲ་བ་གསུམ་དེའི་འབྱུང་ཁུངས་དེ་ལ་ཡང་སྐད་ཀྱི་ཐོག་ནས་དང་འབྱུང་ཁུངས་ཀྱི་ས་ཡི་ཐོག་ནས་ཡང་བཤད་སྟངས་ཡ་མིང་འདོགས་སྟངས་ཡ་ཅིག་ག་ཤེད་ཅིག་ཡོད་རེད་ཨ་ནི་འདི་ཚོ་ལས་སྐབས་ཅིག་བཞག་ད་བཤད་བ་ན་རྒྱས་པ་འགྲོ་བྱ་གི་འདུག་བྱས་ཙང་ཨ་ནི་ད་ལྟ་ད་འདི་ལྷོ་སྡེ་ལུགས་ཀྱི་ཐེག་པ་རིམ་པ་དགུའི་སྐོར་གྱི་ད་འགྲེལ་བཤད་མདོར་བསྡུས་ཙམ་དེ་འདི་འཇུག་བཞག་གི་ཡིན།